གནམ་རི་ཉག་ཀུན་ཁམས་ས་ད་ལྟ་ང་ཡོད་སའི་ས་ཆ་འདི་ཡིན་པའི་ཡིན་ན་ད་འབྲས་སྤུངས་བླ་སྤྱིད་ཀྱི་དུ་ཁང་ནང་ལོག་ཏུ་ཆགས་ཀྱི་ཡོད་རེད་དེ་གསུངས་ཙང་ད་རེས་ཀྱི་ང་ཚོ་སྐྱབས་འགྲོ་ཞུ་ཡག་གཙོ་བོ་དེ་གནའ་ཉིན་གྱི་ཚེས་ཉི་ཤུ་རྩ་བཞིའི་ཉིན་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་འབྲས་སྤུངས་ཁྲི་བརྒྱད་ཀྱི་མཚན་གནས་ཅིག་ཁོང་རྣམ་པ་ཚོས་བསྡུ་ཕུལ་གནང་གི་ཡོད་རེད་དེ་གསུངས་ཙང་ཁྲི་བརྒྱད་ཀྱི་མཚན་གནས་འདི་ག་འདྲ་ཟེར་ཡོད་མེད་དང་ད་ལྟའི་དེའི་སྐབས་ལ་དགུ་སྒྲིལ་རོགས་གཅིག་ག་ར་ག་རེ་ཆགས་ཡོད་མེད་སྐོར་ལ་འདུ་ཤེས་སྐྱོན་བྲལ་ཞུ་ཡག་ཡིན། ཐོག་མ་དེ་རྒྱལ་པོ་སྤྲུལ་ཉི་མ་ལ་ང་ཚོ་ལ

གཙོ་རྗེ་རིན་པོ་ཆེ་བཅས་དང་ནས་རྗེ་རིན་པོ་ཆེ་གིས་ད་ལྷོ་བི་ནང་ནས་འཛིག་གི་ད་བེ་གར་སེ་གོ་རེ། ལྷོ་མི་ནང་ནས་ནས་རྗེ་འཇང་ཆུ་རྗེ་རྗེ་འཇང་ཆུ་རྗེ་གིས་འཛིག་གི་དེ་གི་འབྲི་ཕུང་དེ་ཤག་ཐབ་བཅས་དེ་ནས་བཟུང་ནས་འཛིག་གི་ད་འབྲི་ཕུང་ཤག་ཐབ་ནས་འཛིག་གི་ད་དེའི་ཁྲི་གི་རིམ་པ་བཅས་ཡོད་ར་ཨ་ནས་ད་དེ་གར་སེ་གོ་རེ་ཁྲི་རབས་མ།

ཨ་ལེ་ཆགས་བསྡད་ཡོད་བ་དེ་འདྲའི་རེད་ཤག་འོ་དེ་འདྲའི་ཡིན་ཙང་ད་དེ་གོ་གནས་ཐུན་མོང་མ་ཡིན་པའི་སྐོར་འདྲི་བ་དགའ་ལྡན་ཕོ་བྲང་དང་འབྲེལ་བ་ཡོད་རེད་བ་ལ་སོགས་འོ་དེ་འདྲའི་རེད་ཤག་ད་འདི་ཆ་ལ་ཡིན་ཙང་ང་ཚོས་ད་ལྕམ་སྐུ་རིན་པོ་ཆེ་མཚན་ཉིད་བཞེས་པའི་སྐབས་དེ་ལ་ཡིན་ཙང་གི་ལག་རྟགས་ཟེར་དགོས་རེད་ག་རེ་ཟེར་དགོས་ཡ་ཕུ་ཡ་དེ་གཙོ་བོ་འདི་འདྲས་ཅིག་བྱས་བསྡད་ཡོད་ལ་སོགས་ད་ང་ཚོས་ཤག་ད་པ་པོ་བྱས་འཇང་ཆོས་རྗེ་ཡིན་ཙང་ཙང་བྱས་འཇང་ཆོས་རྗེ་གི་སྐུ་ཉིད་འོ་དེ་འདྲས་ཅིག་བྱེད་པོ་གཅིག་དང་དེ་དང་མཉམ་དུ་ཡིན་ཙང་གི་ད་གོ་གཅིག་ག་རེ་ཟེར་དགོས་རེད་འབྲི་ཕོངས་པ། གི་རྟགས་ཡོངས་ཀྱི་རྩིས་ཀྱི་རྟགས་མང་གི་ངོས་ནས་བུ་ཡ་ཡིན་ཟེར་གི་དེ་ངོས་ལེན་རྩིས་ཀྱི་ཡིག་ཐོག་ལ་ཡང་ཅིག་བྲིས་ནས་འོ་དེ་གཉིས་ཀ་ཡ་བུ་ཡ་འདྲ་བ་དེ་འདྲས་གནང་དེ་ཡོད་ལ་སོ། ཨ་ལས་ཟེར་ད
ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྣམ་པ་ཚོགས་ཀྱི་འདུག་ཟེར་བ་ཚེ་ནས་བུ་ཡ་ཀྱི་དུས་ཚོད་དེ་ད་སླེབས་ལ་ཉེ་བ་རེད། རེད་རེད་ལ་སོ། དེ་སོང་ཙང་ནི་ད་ལྟའི་ཆར་ལ་ད་སྤྱི་ཡོངས་ཀྱི་གྲ་སྒྲིག་རོགས་དེ་ག་འདྲ་རོགས་བྱུང་ཡོད་ན། ད་སྤྱི་ཡོངས་ཀྱི་གྲ་སྒྲིག་འགྲོ་ཡིན་ཚིག་གི་ད་ག་རང་རེད་ད་ང་ཚོ་ཟླ་བ་གཅིག་ལྷག་ཚིག་གི་ཡར་སྔོན་ནས་ཡིན་ཚིག་གི་ད་འདི་ཚོས་ཅིག་ག་རེ་བཟོ་དགོས་ནང་ལོགས་དུ་ཚོ་ཅིག་བཟོ་དགོས་ཡ་ཞིག་དང་འོ་དེ་འདྲའི་རིགས་དེ་ཡིན་ཚིག་གི་ད་ཚོ་འཇག་གི་དགོས་ཡ་འགྲོ་བོ་དང་ད་དེ་འདྲའི་རིགས་དེ་གང་ལ་གང་འཚམས་འགྲོ་ཅིག་ད་ཚང་མ་ཅིག་གཙང་མ་འགྲོ་ཆགས་ནས་ད་འདི་བྱ་ལ་ཡིན་ཚིག་གི་ད་ཅིག་ག་རེ་ཞུ་དགོས་རེད་ད་སངས་རྒྱས་ནང་ཉིད་འདི་ད་རིང་རྩ་བཞི་ཉིན་མོ་དེ་ལ་ཡིན་ཚེ་གདའ་ཅིག། གྲ་སྒྲིག་ཚང་མ་ཅིག། སོ་སོའི་ངོ་ནས་ཡིན་ཚེ་གདའ་ག་རེ་ཟེར་བ་ད་འགྲིག་དེ་ཡོད་བསམ་བསམ་འགྲོ་ཞིག་རེ་བ་ད་ཡང་ག་རེ་ཡིན་ན་ད་སྐྱོན་མེད་ས་ཅང་ཡོད་མ་རེད་ད་ཡིན་ན་ཨ་ལས་ད་འདི་འདྲས་དགོས་ཡ་དགོས་ཡ་བསམ་བསམ་གང་ག་ཅིག་ཨོ་ཨོ་ཆགས་སོང་བ་འགྲོ་ཅིག་ཆགས་སོང་བསམ་ནས་བསྡད་དེ་ཡོད་ལགས་སོ། ལགས་སོ། ད་འདི་ལ་ཡང་འདོད་ཅིག་དམ་བདག་འདི་ཞེས་ཡང་ད་སྐབས་དུས་དུས་མཛད་སྒོ་འདིའི་ཐོག་ལ་ད་ཡིན་པ་ད་ད་སྐུ་མགྲོན་གཙོ་བོ་སོ་སོ་ཕེབས་ཀྱི་ཡོད་རེད་ད་ག་ནས་ཤེས་ཀྱི་ཡང་འདུག་གནད་ཡོད་མི་སྣ་འདྲ་བོ་དང

དེ་ཉིན་མོ་དེ་ལ་ཡིན་ཚེ་གེ་དག་ཅིག་མི་མང་སེར་སྐྱ་མི་མང་ཁྲི་གཅིག་ལྷག་གིས་རྩིས་བརྒྱབ་ནས་ཡིན་ཚེ་གེ་དེ་ལ་ཡིན་ཚེ་གེ་བཞི་ལ་ད་ཅིག་དྭངས་གཙང་རྒྱ་གར་གྱི་སྐད་ཆ་ཡིན་ན་བི་རེ་ནས་ནས་ཅིག་ཟེར་དེ་དང་ད་ངང་ལག་ཅིག་དང་ཨ་ནེ་ཁྱི་འདྲ་བོ་དེ་འདྲས་ཅིག་བུ་ཡག་འདྲ་བོ་དེ་འདྲས་གིས་རྩིས་འདྲ་རེ་བརྒྱབ་དེ་ཡོད་ལགས་སོ། ལགས་སོ་ཨ་ནེ་རྒན་ལགས་ཚོ་བློ་གྲོས་ཉི་མ་ལགས་ཀྱིས་དུས་ཆེན་ནི་གོང་ས་མཆོག་གི་མཛད་འཆར་དང་ཐ་ཀ་ནས་ཞིག་གིས་དང་སྐུ་མདུན་གྱི་མཚན་གནས་དང་འབྲེལ་བའི་སྐོར་ལ་དེ་འདྲས་ཀྱི་བཀའ་མོལ་ལྷུག་པོ་གནང་བ་ཐུགས་ཆེ། ལགས་སོ་ལགས་སོ་ལགས་སོ།